ནང་པ་སངས་རྒྱས་པའི་ཆོས་ཚུལ་གྱི་ཐུན་མོང་མ་ཡིན་པའི་ལྟ་དགོངས་གཅོད་གསུམ་གང་གི་སྐབས་སུ་ཡང་གཞི་རྩ་རབ་བཞག་ས་སྟེ། རྟེན་འབྲེལ་རྟེན་གྱི་འབྲེལ་པར་འབྱུང་བའི་ཚུལ་ཟླ་འདི་ཡིན་པ་དེ་གོང་དུ་ཞུས་ཟིན་པ་ནང་བཞིན་རེད། ལྟ་སྟེ། གཞི་ལམ་འབྲས་གསུམ་གྱི་གནས་ཚུལ་ག་འདྲའི་ཆེད་དུ་སྦྱར་བ་ཡིན་ན་ཡང། མཐར་ཐུག་སྡུད་སྐབས་ལ་རྟེན་ཅིང་འབྲེལ་པ་འབྱུང་བའི་གནད་ནི་ཐུགས་འགྲོ་ཡ་དེ་སྨིན་མའི་དུས་སུ་རེད། ལྷག་པར་དུ་ཡང་བདུན་པ་བཞིའི་ནང་གི་ཐོག་མ་ཀུན་ནས་ཉོན་མོངས་ཆོས་ཀྱི་རྒྱུ་འབྲས་གཉིས་སྡུག་བསྔལ་བདེན་པ་དང། སྡུག་བསྔལ་བདེན་པ་གང་ལས་འབྱུང་བའི་རྒྱུ་ཀུན་འབྱུང་བདེན་པ་ལྟ་སྟེ་གཉིས་པོ་དེས་པ་རྒྱས་པར་བྱས་ནས། ཀུན་འབྱུང་གི་སྡུག་བསྔལ་སྐྱེ་ཚུལ་ཞིག་ཚ་པོ་བྱས་ནས་རྒྱུ་འབྲས་ཀྱི་རྣམ་གཞག་གསུངས་པའི་སྐབས་ལ། འཁོར་བར་འཇུག་པའི་རིམ་པ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་གསུངས་པ་དེ་སྔོན་དུ་ཞུས་ཟིན་པ་རེད། ལྟ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས། ཁུ་བར་འཇོག་ཐུབ་ཀྱི་ཚུལ་དེ་ཡག་པོ་བྱེད་བཞིན་པ་ཡིན་ན། ཕྱོགས་གཅིག་ནས་ངེས་འབྱུང་གི་བསམ་པ་ཅི་ཡག་ལས་ཡག་ཤུགས་ཆེ་བས་ད་གནད་འགག་ཅིག་ཆགས་ཀྱི་ཡོད་རེད། གང་ཞེ་ན་ཀྲིན་ཀྲི་ཡན་ལག་བཅུ་གཉིས་ཀྱིས་གནས་ཚུལ་དེ་གསལ་པོ་ཆེ་རྟོགས་པ་ཡིན་ན། རྒྱུ་དུས་ཀྱི་རྟེན་འབྲེལ་གཅིག་གི་རིང་ནི་ཡ། དཔེར་ན་རྒྱུ་ཡི་གནས་སྐབས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱིས་འཁོར་བ་གཅིག་གི་ནང་ལ་བརྩིས་པས། མ་རིག་པའི་ཀུན་ནས་བསླངས་ཏེ་འཇིག་པར་འདོད་ཀྱི་ལས་བསགས། དེ་ལ་བརྟེན་ནས་བདེ་འགྲོ་དང། ངན་འགྲོའི་ལྕི་བ་ལ་སོགས་པ་ག་རེ་ལེན་པ་ཡིན་ནས་ཅི་གླེང་ནས། ད་ལྕི་བ་དེའི་རིང་ལ་མིག་ཟུག་ནས་བྱས་ནས། འགའ་ཞིག་བར་དུ་རྟེན་འབྲེལ་ལྷག་མ་བྱས་ཏེ། འཁོར་བ་གཅིག་གི་ནང་འགྲོ་བའི་རིང་ལ་ཡབ། རྒྱུ་རྡུལ་གྱི་རྟེན་འབྲེལ་ཧ་ཅང་མང་པོ་ཞིག་གྲངས་ལས་འདས་པ་བྱས། ཉིན་རེ་བཞིན་དུ། ཁོ་རེ་སྐྱེ་བ་མང་པོ་ཕན་ཐོགས་ཡག་གི་ལས་བསགས་ནས་འགྲོ་གི་ཡོད་པ་ཡིན་ཙང། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་འགྲོ་ཚུལ་འདི་ཡག་པོ་གྱིས་ཕྱིན་པ་ཡིན་ན། ལམ་དགོངས་ནས་ཐར་བ་ཐོབ་པའི་ཐབས་ཀྱིས་མ་བརྗེད་པ་ཡིན་ན། རང་བཞིན་གྱིས་འཁོར་བ་ལ་ཡ་མཐའ་མེད་པ་དང་ཧ་ཅང་གི། ལས་ཀྱི་རྣམ་གྲངས་འདི། དུ་མ་གཅིག། འདྲ་མི་འདྲ་དུ་མ་ཅི་བྱེད་ད་དེའི་ནང་ནས། མི་དགེ་བའི་ལས་དེ་མའང་ཡིན་ཙང། ད་ལྕི་བ་ཕྱི་མ་དེ་ཚོ་ཡང། འདི་འགྲོ་ནས་ང་འགྲོ་འགྲོ་བ། ང་འགྲོ་ནས་ང་འགྲོ་འགྲོ་བ་དེ། ས་ཡི་རྡུལ་ལྟ་བུ། ང་འགྲོ་ནས་འདི་འགྲོ་འགྲོ་བ། འདི་འགྲོ་ནས་འདི་འགྲོ་འགྲོ་བ་དེ། སངས་རྒྱས་ཀྱི་ཕྱག་གི་རྩི་ལས་ཤི་བའི་རྡུལ་ལྟ་བུ་ཅན་དུ་སྤེལ་སྦྱར་ནས་གསུངས་འདུག་ང། དེའི་རྒྱུ་མཚན་ག་རེ་རེད་ཅེ་ན། རྟེན་འབྲེལ་ཁོ་པ་གཅིག་གི་ནང་ཚེ་གཅིག་གི་རིང་ལ་ཡ་ལས་ཀྱི་རྣམ་གྲངས་གསར་འཚོལ་དུས་སུ་ཡག་པོ་བྱེད་བལྟས་པ་ཡིན་ན། མི་དགེ་བའི་ཕྱོགས་དེ་ཧྲ་མང་དང། དགེ་བའི་ཕྱོགས་དེ་ཧྲ་ཉུང་བ་བཅས་ཡོད་པ་དེ་ང་རང་ཚོ་ཉམས་མྱོང་གི་ཐོག་ནས་ཤེས་འདོད་ཡག་ཅིག་རེད། ཉིན་ཞག་ཕྲུགས་གཅིག་གི་ལུས་ངག་གི་ལུས་ངག་ཡིད་གསུམ་གི་འདུ་བྱེད་ཀྱི་ལས་ས་དང་དེ་ལ་བལྟས་པ་ཡིན་ན། ཧ་ཅང་གི་དགེ་བའི་ཕྱོགས་དེ་ཉུང་བ་དང་མི་དགེ་བའི་ཕྱོགས་དེ་མང་སྟེ། མངོན་གསལ་དོད་པོ་ཡོད་པ་རེད། གང་ཞེ་ན། འདོད་སྡང་གི་ཉོན་མོངས་དེ་ཤུགས་ཆེ་བ་དང། འདོད་ཆགས་མེད་པ་དང་ཞེ་སྡང་མེད་པའི་ཉོན་མོངས་ཉོན་མོངས་དང་བྲལ་བའི་སེམས་དེ་ཧྲ་ཉུང་བ་བྱེད། འོ་དེ་འདྲ་ཡིན་ཙང་ལས་ག་འདྲི་བསགས་པ་ཡིན་ནའི་མི་དགེ་བའི་ཕྱོགས་ལ་འགྲོ་ཡ་སྟེ། ཐག་ཉེ་བ་ཡོད་པ་བྱས་བྱ་བསྡད་ཡོད་རེད་ད་མི་དགེ་བའི་ལས་དེ་ཚོ་རྒྱུ་དངོས་རྗེས་སུ་ཚང་བ་དང་སྟོབས་ཆེ་བ། དགེ་བའི་ལས་ཅིག་ཡིན་ན་རྒྱུ་དངོས་རྗེས་སུ་མ་ཚང་བ་དང་ཡིད་མ་བདེ་བ་ལ་སོགས་སྟོབས་ཆུང་བ་འདི་འགྲོ་ཡ་དེའི་ངང་སོ་ཉམས་མྱོང་གི་ཐོག་ནས་ཤེས་འདོད་ཡ་གྱི་རེད། དེ་འདྲ་ཡིན་དུས་སྐབས་ལ་ཡ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཚུལ་སྒོ་ནས་ཁུ་བར་འཇུག་པའི་རིམ་པ་དང། རྟེན་འབྲེལ་ཡན་ལག་བཅུ་གཉིས་ལོག་རྟོག་གི་ཚུལ་གྱིས་ཁུ་བར་ལྟོས་པའི་རིམ་པ་དེ་ཡག་པོ་གཅེས་ཤེས་ཐུབ་པ་ཡིན་ན། ངེས་འབྱུང་གི་བསམ་པ་ཅི་ཡག་དང། ཐར་བ་འདོད་པའི་བློ་ཅི་ཡག་ལ་ཡང་ཕན་ཐོགས་ཆེན་པོ་ཡོད་པ་ཆེད་དུ་ཟིན་པ་རེད། དེ་འདྲ་ཡིན་ཙང་སངས་རྒྱས་ཀྱི་དགེ་འདུན་གྱི་གཙུག་ལག་ཁང་གི་ཁྱམས་ལ་ཡང་དགུན་ཆོར་ལ་ཡང་ཤཱ་རིའི་བུ་དང་མོའུ་འགལ་གྱི་དུས་ནས་དུས་སུ་འགྲོ་བའི་གནས་ཐམས་ཅད་གཟིགས་པ་དེ་ནས་བཀའ་འདྲི་གནང་ནས། འཁོར་བའི་འཁོར་ལོ་ཆ་ལྔ་པ་ད་ང་ཚོ་ནམ་རྒྱུན་ཡོངས་གྲགས་ལ་སྲིད་པ་འཁོར་ལོ་ཟེར་ཏེ་དྲིས། ཨེ་ནི་དེ་ཡིས་ཐམས་ཅད་མི་རྟག་པས་བཟུང་བའི་ཚུལ་དུ་ཕྱི་ལོགས་དེ་ལ་ཡང་གཤིན་རྗེའི་ཨེ་ནི་སོ་གཅིག་གིས་འཁོར་བའི་འཁོར་ལོ་ཡོངས་སུ་རྫོགས་པ་དེ་ཟིན་བདེ་བར་བྱས། ཨེ་ནི་དེའི་མཐའ་སྐོར་ལ་ཡང་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་དཔེ་རིས། རྟེན་འབྲེལ་ཡན་ལག་རེ་རེ་ལ་ཡང་དཔེ་རིས་དཔེ་མཚོན་གྱི་གཟུགས་རེ་རེ་གསུངས་བྱས་འོ་འདུག་དྲིས། ཨ་ནི་དེའི་བར་ལ་བརྩམ་པར་བྱ་ཞེས་དབྱུང་བར་བྱ་ཟེར་གྱི་ཚིགས་བཅད་དེ་བྲིའོ། འདུག་སོ། བྲིས་དགོས་ཡག་གི། ལུང་བསྟན་རྣམ་དཀར་ས། བཀས་བཅད་རྣམ་པ་ན་བཞིན་དུ། འདུལ་བའི་ཆ་ཤས་ཀྱི་གཙུག་ལག་ཁང་རྣམས་ཡོད་ཡ་སྟེ། དགེ་འདུན་པ་ཙམ་དུ་མ་ཟད་པའི་ཁྱིམ་པ་ཆོས་མཇལ་ཡོང་མཁན་དེ་ཚོ་དགེ་འདུན་གྱི་ཡན་ལག་གཅུན་གཅིག་གི་རྣམ་གཞག་དེ་བྱས་ཏེ་ངེས་ཐུགས་ཡག་གི་ཆེད་དུའོ། འདུག་གསུངས་པ་ཡིན་པ་རེད། དག་ན་ཅིང། སྟོན་པ་ཞལ་བཤུས་པའི་སྐབས་ལ། མཉན་ཡོད་ཀྱི་རྒྱལ་པོ་གསལ་རྒྱལ་གྱིས། རྒྱལ་པོ་ཨུཏྤལ་ནཱི་ལི་ཡ་བར། ཕྱག་རྟགས་བསྐོར་བའི་སྐབས་སུ་སངས་རྒྱས་ཀྱི་སྐུ། བྲིས་ནས་བསྐོར་ཡག་དང། དེའི་མཐའ་སྐོར་ལ་ཡང་རྟེན་འབྲེལ་ཡན་ལག་བཅུ་གཉིས་ལུགས་ཉུང་འགྲོ་འདུལ་གྱི་ཚུལ་བཀོད་ནས། འོ་དེ་ལ་བརྟེན་ནས། ཨུཏྤལ་ཡང་ན་དང་དག་ན་ཅིང། ཤྲཱི་ལང་ཀའི་སྲས་མོ་མུ་ཏི་ཁྲི་ཤིང་ལ་སོགས་པ་དེ་ཚོ་ཚུལ་དེ་ལ་བརྟེན་ནས་དེ་ནས་བདེན་པ་མཐོང་བ་ལ་སོགས་པ་འོ་དེ་འདྲའི་གནས་ཚུལ་མང་པོ་ཡོང་གི་འདུག་ཨང་དེ་འདྲ་ཡིན་ཙང་དེ་འདྲའི་ཡན་ལག་བཅུ་གཉིས་ཀྱི་རྣམ་གཞག་དེ་ངེས་པར་དུ་ནང་པའི་ཆོས་ལ་དོ་སྣང་ཡོད་ངེས་ཚུལ་ངེས་པར་དུ་ཐུགས་སྣང་གནང་དགོས་ཡ་ཇི་ལྟར་ནི་ཀྱི། རགས་པ་ཙམ་གྱིས་ཕྱིན་པ་བྱས་ནས་ནི་དེའི་ཐོག་ལ་དགོངས་པ་བཞེས་དགོས་ཡ་དེ་གལ་ཆེན་པོ་རེད། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་རྣམ་གཞག་དེ་ཐི་བ་ཆེ་ཆུང་ཚང་མས་གཅིག་གྱུར་དུ་ཁས་ལེན་ཡག་གི་རྣམ་གཞག་ཅིག་ཡིན་པ་ཡིན་ཙང་གནས་བརྟན་དེ་བས་བསྟན་པ་དང་ས་ཐིབས་སུ་ལའི་འདིའི་སྐོར་ལ་ཏག་ཏག་ཤེས་རྒྱུན་དང། ལུགས་འབྱུང་བཅས་ཀྱི་རྒྱུན་ཡོད་བསྡད་པའི་ཕྱིར་རེད། དེ་འདྲ་ཡིན་ཙང་ཚང་མས་ཐུན་མོང་དུ་ཉམས་སུ་བླངས་ཡོད་པའི་ཕྱིར་རེད། ད་སྤྱི་དང་སྤྱི་རྟེན་སྒྲིག་གི་རྣམ་གཞག་སྔོན་དུ་ཞུས་ཟིན་པ་ནང་བཞིན་རྒྱ་ཆེན་པོ་རེད། དཔེར་ན། སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་སེམས་ཅན་གཉིས། ད་ང་ཚོ་འདིས་འཁོར་འདས་ཀྱི་རྣམ་གཞག་བཤད་པའི་སྐབས་ལ་འཁོར་འདས་ཀྱི་རྣམ་གཞག་བཤད་ས་ཀྱི་ཡུལ་ར་བ་དེ

རྒྱུ་ཅན་ལ་ལྟོས་པའི་རྒྱུ་ཅན་གྱི་རྟེན་འབྲེལ་གྱི་རྣམ་གཞག་དང། ཆ་དང་ཆ་ཅན་འམ། བདག་གཞན་རྡོ་རྗེ་ལ་ལྟོས་པའི་རྟེན་འབྲེལ་གྱི་རྣམ་གཞག་གོ། དེ་ལ་བརྟེན་ད་ཕྱི་ནང་གི་ཆོས་ཐམས་ཅད་དེ་རྣམས་ལ་འདུས་འགྲོ་བ་ཡིན་ཙང། ནང་པའི་ལུགས་ལ་ཡང། འཇིག་རྟེན་གྱི་བྱེད་པ་པོ་ཞག་མ་གོ་ཡང་དེའི་རྟེན་འབྲེལ་གྱི་རྣམ་གཞག་དེ་ལ་བརྟེན་ཅུང་བདེ་བ་ཞིག་རེད། བྱས་ཙང་དེའི། ལ་རྒྱ་ཆེན་པོ་བྱས་ནས་གཟིགས་པ་ཡིན་ན་གོང་དུ་ཞུས་པ་ནང་བཞིན་རེད། བསྟན་པའི་ཚུལ། འབྱུང་བའི་ཚུལ། དེ་ལ་བརྟེན་ནས་འབྲེལ་བའི་ཚུལ། འདི་གསུམ་པོ་དེ་ཡག་པོ་བྱེད་ངེས་པ་ཡིན་ན། ལས་དང་རྒྱུ་འབྲས་ལྷོད་བ་མེད་པའི་ཚུལ་དེ་ལ་ཡང་གོ་བ་ཡག་པོ་ཞིག་ཆགས་ཐུབ་པ་རེད། དེ་ལ་བརྟེན་ནས་ལས་འབྲས་བླང་དོར་ཡང་ཚུལ་བཞིན་དུ་སྲུང་ཐུབ་པ་བྱས་ཙང། སྤྱི་བོ་ཆུང་ངུ་དང་ཐུན་མོང་ལམ་གྱི་རིམ་པར་བློ་སྦྱང་མཁན་གཅིག་ནས་འདྲ་དུ་སྤྱི་བོར་འབྲིང་དང་ཐུང་མོའི་ལམ་གྱི་རིམ་པ་ཀླུ་བྱང་གི་བྱིན་ལེན་དྲག་ཏུ་འོ་དེ་ལ་བརྟེན་ནས། ཚེ་འདིའི་སྣང་ཤེས་བསྡུ་བའི་ངེས་འབྱུང་ཡོན་ཡག་དང་ཕྱི་མའི་སྣང་ཤེས་བསྡུ་བའི་ངེས་འབྱུང་ཡོན་ཡག་ལ། ལས་དང་རྒྱུ་འབྲས་ཀྱི་རྣམ་གཞག་ལ། ཡེ་ཤེས་གཉིས་པའི་ངེས་པ་བརྟན་པོར་བགྲང་ཡག་ལ་ཕན་ཐོགས་པར་བྱ་དགོས་པ་རེད། འོ་དེའི་རྣམ་གཞག་དེ་གསལ་པོ་བཅས་ཕྱིན་པ་ཡིན་ན། སྤྱི་བོ་ཆེན་པོའི་སྐབས་སུ་ཡང། སེམས་ཅན་ཐམས་ཅད། ཡན་ལག་བཅུ་གཉིས་ཀྱི་ཆུ་མོའི་ནང་ལ་ཚུད་ནས་ན་ཡང་ཐར་ཐབས་མེད་པ་དེ་བཟི་བའི་སྐབས་ལ་ཡང་ཉིན་བཞིན་ཕྱིན་པ་ཤུགས་དྲག་ཏུ་འགྲོ་ཡག་གི་དོན་ཆེན་ལས་འགྲུབ་བ་རེད་དེ་འདྲ་ཡིན་ཙང་སྤྱི་བོ་ཟུང་གི་ལམ་གྱི་རིམ་པ་ཚང་མ་ལ་གལ་ཆེ་བ་ཅིག་རེད། ད་སྔོན་དུ་ཞུས་ཟིན་པ་ནང་བཞིན་རེད་གནོད་སྦྱིན་འཇིག་རྟེན་གྱི་ཐོག་ཏུ་རྟེན་འབྱུང་གི་རྣམ་གཞག་དེ། ཞེས་ཚ་པོ་བྱས་ནས་གཟིགས་པ་ཡིན་ན། འབྱུང་བ་དང་འབྱུང་འགྱུར་གྱི་བར་གྱི་རྟེན་ཅིང་འབྲེལ་བར་འབྱུང་བ་དང། ཆ་ཤས་དང་ཆ་ཤས་ཅན་གྱི་བར་གྱི་རྟེན་ཅིང་འབྲེལ་བར་འབྱུང་ཚུལ་དེ་ཅིའི་ནུས་ཀྱིས་འཇིག་རྟེན་ལ་མ་ཕྱེ་བ་ཅིས་ཕྱེ་བར་བྱེད། རེག་དང་བཅུད་ཀྱིས་སེམས་ཅན་ལ་ལྟོས་པ་ཡིན་ན། ལུས་དང་སེམས་ཀྱི་རྟེན་འབྱུང་གི་རྣམ་གཞག་དང། ཡུལ་དང་ཡུལ་ཅན་གྱི་རྟེན་འབྱུང་གི་རྣམ་གཞག་དང། ཤེས་བྱ་དང་ཤེས་པའི་བདེ་འཇུག་གི་རྣམ་གཞག་འདི་བཅས་འདི་དག་བཅུད་ཀྱི་སེམས་ཅན་ལ་གཙོ་ཆེ་བར་བྱས་ནས་བྱ་བ་ཅི་རེད། ཡིན་ནའི་སྣོད་བཅུད་ཉིད་བྱ་ལོག་ལ་དེ་ཚོའི་བར་དུ་གཅིག་གྱུར་བྱ་བ་ཅི་རེད་མ་གཏོགས་ཡང་ཁུ་ཁར་བསུ་བ་རེད། ཟུར་དུ་གཅིག་ལ་ཡུལ་བ་གཅིག་ལ་མེད་པ་དེ་འདྲའི་གནས་སྟངས་ཅིག་མིན་པ་རེད། ལས་བསགས་ནས་འབྲས་བུ་མ་སྨིན་པ་བསྐལ་པ་ནས་བསྐལ་པའི་བར་དུ་འདས་པ་ཡིན་ན་ཡང་ཆུད་མི་ཟ་བར་ཚོགས་ཀྱི་དུས་ལ་བབ་པས་ན་འབྲས་བུ་འབྱུང་ཡང་ཡོད་དེ་ག་རེ་ཡོང་དགོས་བ་རེད་ཅེ་ན། རྒྱུ་དང་འབྲས་བུའི་བར་གྱི་འབྲེལ་བའི་གནས་སྟངས་དེ་གཏིང་ཟབ་པོ་ཅིག་ཡོད་པ་དེ་འབྲེལ་བ་དེ་མི་སླུ་བ་ཅིག་ཡིན་པ་དེ་དབང་གིས་ནི་འབྲས་བུ་འབྱུང་དགོས་པ་རེད། བྱས་ཙང་ཐོག་མ་ལས་ཀྱི་རྒྱུ་ལ་བརྟེན། ལས་ཀྱི་རྒྱུ་ལ་བརྟེན་པ་དེའི་འབྲེལ་བ་དེ། རྒྱུ་དང་འབྲས་བུ་གཉིས་ཀྱི་བར་གྱི་འབྲེལ་བའི་གནས་སྟངས་དེ་དང་འབྲེལ་བ་དེ། ཅི་དང། ནུས་པའི་སུ་རབ་ཀྱི་རེད། བཙལ་དགོས་བྱུང་ན་ནུས་པའི་སུ་རབ་ཀྱི། བག་ཆགས་ཀྱི་ངོ་བོ་ལས་གཡོས་པ་རེད། ནུས་པའི་ངོ་བོ་ལས་གཡོས་པ་རེད། འོ་དེ་ལྟ་བུ་དེའི་འབྲེལ་བ་དེ་ཉམས་མེད་དུ་གནས་པ་ཡིན་ཙང་ཨ་ནེ་ཡོངས་ཙམ་གྱིས་ལི་ཡ་ལྷན་གཅིག་བྱེད་ཅིང་འཚོ་བའི་སྐབས་ལ་འབྲས་བུ་འབྱུང་བར་བྱེད་ཐུབ་པ། དེ་སྤྱི་དང། ཁོ་རང་གི་ཐ་སྙད་ཀྱི་གནས་དང་ལི་ཡ་སྟེང་གི་འབྲེལ་པ་འབྱུང་བའི་རང་བཞིན་དེ། ཡའོ་གཅིག། མགོ་ཚོས་པའི་སྐབས་ལ་བརྟེན་པ་དང་འབྲེལ་བ་དང། དེ་ལ་བརྟེན་ནས་ངོ་བོ་གར་ཡིན་ནས་རང་རང་གི་ངོ་བོར་གྲུབ་པའི་གནས་ཚུལ་དེ་ཤིན་པ་ཡིན་ན། ཕྱོགས་གཅིག་ནས་རྒྱུ་དང་འབྲས་བུའི་བར་ལ་ཡང་ལྷོ་བ་མེད་པ། ལས་དང་འབྲས་བུ་མི་ལྷོ་བ་དང་ངེས་པར་དུ་འབྲས་བུ་འབྱིན་གྱི་ཡིན་པ་དེ་ཕྱོགས་གཅིག་ནས་དེའི་ངེས་པ་རྙེད་པ་ཡིན་ཙང། ཐ་སྙད་རྟེན་འབྱུང་གི་རྣམ་གཞག་ལ་ངེས་པ་ཡག་པོ་གཅིག་དྲངས་ཐུབ་ཀྱི་ཡོད་རེད། ད་ག་ནང་བཞིན། རྒྱུ་དང་འབྲས་བུའི་རྣམ་གཞག་དེ་རྟེན་གྱི་འབྲེལ་པར་འབྱུང་བ་ཡིན་པའི་རྒྱུ་མཚན་གྱིས། རྒྱུ་རང་གི་ངོ་བོའི་སྒོ་ནས་ཚུགས་ཐོག་ཏུ་གྲུབ་པ་གཅིག་དང། འབྲས་བུ་ཡང་རང་གི་ངོ་བོའི་སྒོ་ནས་ཚུགས་ཐོག་ཏུ་གྲུབ་པ་གཅིག་དང། རྒྱུ་དང་འབྲས་བུའི་བར་གྱི་འབྲེལ་བ་དེའི་རང་ངོའི་སྒོ་ནས་ཚུགས་ཐོག་ཏུ་གྲུབ་པ་གཅིག་མེད་པ་དེ་དེའི་ཐོག་ནས་ཤེས་ཐུབ་ཡ་གཅིག་རེད། བྱས་ཙང་ངས་ལས་ཞུས་ཡོད་བསམ་སོང། རྟེན་འབྲེལ་གྱི་རྟགས་ལ་བརྟེན་ནས་ཐ་སྙད་ཅིག་ཅར་དུ་ཟེར་བ་ཟེར་ཡག་དེ་རེད། རྟེན་འབྲེལ་གྱི་རྟགས་དེ་ཡག་བོ་ཅིག་རྟེན་འབྲེལ་གྱི་རྣམ་གཞག་དེ་ཡག་བོ་ཅིག་ཕྱིན་པ་ཡིན་ན། དེའི་དབང་གིས་དངོས་པོའི་གནས་ལུགས་དེ་ཇི་ལྟ་བ་བཞིན་དུ་དཔོག་ཐུབ་ཀྱི་ཡོད་རེད། དངོས་པོའི་གནས་ལུགས་ག་འདྲ་ཅིག་གནས་ཀྱི་ཡོད་རེད་ཅེ་ན། རང་རང་གིས་ངོ་བོའི་སྒོ་ནས་གང་ལ་ཡང་མ་བརྟེན་པ་གང་ལ་ཡང་མ་ལྟོས་པར་ཚོགས་དྲུག་ཏུ་གྲུབ་པ་མེད་པ་དེ་རྟེན་འབྲེལ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་བཞེངས་ཀྱི་ཡོད་རེད། དེ་དང་ཆབས་ཅིག་ཏུ་རྟེན་ཅིང་འབྲེལ་བར་འབྱུང་བ་ཡིན་ཙང་གཏན་ནས་མེད་པ་རང་གི་ངོ་བོ་མེད་པ་ཟིལ་ལབ་དུས་སྐབས་ལ

ཁོ་བསྡད་ཀྱི་མ་རེད་པ། རྡོ་དེ་བར་སྣང་ལ་བཞག་ན་བསྡད་ཀྱི་མ་རེད་ཟེར་ནས་ལབ་དུས་སྐབས་ལ་དགའ་ཕྱོགས་ངོས་ནས་བཤད་ཀྱི་ཡོད་རེད། བྱས་ཙང་བར་སྣང་ངོས་ལ་མི་བསྡད་ཡ་དེ། བསྡད་པའི་ངོ་བོ་དེ་རང་ངོས་ནས་མ་གྲུབ་པ་ཡིན་ཙང། གཅིག་ལ་བརྟེན་ནས་གཅིག་ལ་བསྟུན་ནས་དགོས་ཡ་མ་གཏོགས། སྦྱར་བ་ར་བའི་སྦྱིན་པ་ཡིན་ནས། ཅོག་ཙེ་གང་ལ་འདུག་ཚད་ཚད་ཅིག་ལྷང་བཞག་པ་ཡིན་ན་གང་ལས་མ་བསྟན་པའི་ལྷང་བཞག་པ་ཡིན་ན་འདི་བསྡད་ཀྱི་མ་རེད་ཟེར་དུས་སྐབས་ལ་རང་གི་ངོའི་སྒོ་ནས་ཚུགས་ཐུབ་ཏུ་བསྡད་ཐུབ་པ་ཅིག་མེད་པ་དེ། ཚིག་གོ་རང་ཧ་གོ་འདུག་ཨང། ཡང་ཚིག་དེ་བརྗོད་ཚུལ་མི་འདྲ་བ་ཞིག་བྱས་ནས། འདི་སྤྱི་ལ་བརྟེན་ནས་སྦྱར་བ་གཞན་པ་སྤྱི་ལ་ཉམས་རྟོགས་ལ་བརྟེན་ནས་བཞག་པ་ཡིན་ན་ཚིག་པ་ལ་བརྟེན་ནས་བཞག་པ་ཡིན་ན། ཅོག་ཙེ་གང་ལ་བརྟེན་ནས་བཞག་པ་ཡིན་ན། ཁོས་ཟ་གི་མ་རེད་བསྡད་གི་རེད་ཟེར་ཞེས་ལབ་དུས་སྐབས་ལ། མ་བསྟན་ན་མི་བདེ་བ་དེ་ཤུགས་ལ་གོ། བསྟན་ནས་བསྡད་གི་ཡོད་པ་དེ་དངོས་སུ་ཚིག་གིས་བརྗོད་ཀྱི་ཡོད་པ་རེད། བདག་གིས་བསྡད་གི་མ་རེད་ཟེར་དེ། དངོས་བསྟན་ལ་རང་གི་ངོ་བོའི་སྒོ་ནས་སྡོད་ཐུབ་པ་དེ་བཀག་ནས་དེ་ཤུགས་ལ་ཡལ། ལྟོས་བསྟན་འགྲེལ་བ་ཅིག་བྱུང་བ་ཡིན་ན་བསྡད་ཐུབ་ཀྱི་ཡོད་པ་དེ་མཚོན་གྱི་ཡོད་རེད། འོན་ཏེ་འདྲ་ཡིན་དུས་སྐབས་ལ། ཚིག་གཅིག་གིས་ཡང་རང་གི་ངོ་བོས་མ་གྲུབ་པ་དང། རྟེན་འབྱུང་བཏགས་ཡོད་ཙམ་དུ་གྲུབ་པ་གཉིས་ཆ་ལོག་བསྟན་ཐུབ་པ་ཅིག་ཆ་དུས་སྐབས་ལ་དེ་ཡིས་དངོས་པོའི་གནས་ལུགས་ཀྱི་དོན་མཐོང་བ་ལ་ཡང་ཤར་གྱི་ཕན་ཐོགས་ཆེན་པོ་ཡོད་པ་ཅིག་འདུག་ཟིན་པ་རེད། ད་དེ་རིགས་གསར་རྙིང་ཚན་རིག་པས་དངོས་པོའི་གནས་ལུགས་དེ་ང་ཚོས་ནང་པའི་གཞུང་ནས་བཤད་པ་ནང་བཞིན་དངོས་པོའི་གནས་ལུགས་དེ་རིག་པ་བཞིའི་སྒོ་ནས་བརྟག་དཔྱད་བྱས་ནས་འགྲོ་སྟངས་དེ་ཡོད་མ་རེད་དེ་ཡིན་ན་གང་ལྟར་ཁོ་རང་ཚོས་ངོས་བཟུང་གི་མཐོང་ཚུལ་དག་དེ་ནི་དེ་ཡི་ཆ་ཤས་བསལ་ནས་ལྟ་ཚུལ་གཅིག་གི་ཐོག་ནས་བལྟས་པའི་སྐབས་ལ་ཡ

དེ་ལས་ཀྱང། ཡུལ་དང་ཡུལ་ཅན་གཉིས་པོ་དེ་ཕན་ཚུན་ལྟོས་གྲུབ་ཏུ་གྲུབ་པ་མ་གཏོགས། ལྟོས་མེད་དུ་ཡུལ་དང་ཡུལ་ཅན་གང་ཡང་འགྲུབ་མི་ཐུབ་པ་དེ་དགའ་རོགས་གསལ་པོ་ཅན་མཐོང་ཡོང་བ་རེད། ད་དེ་ཚོའི་རིགས་དེ། སངས་རྒྱས་འཇིག་རྟེན་དུ་བྱོན་པ་ནས་ཕྱིན་ལོ་ཉིས་སྟོང་ལྔ་བརྒྱའི་སྔོན་ནས་ནང་པའི་གཞུང་ལུགས་ཀྱི་ནང་ལ། ཞི་བཞིན་ཕྲ་བ་གསལ་པོ་ཡོད་པ་ཅིག་གནས་སྟངས་ཅིག་རེད། ད་དེ་ཚོ་ད་ལྟའི་གནས་སྐབས་ལ། གནས་ཚུལ་མང་པོ་གཅིག་གི་ཐོག་ལ་རྟེན་འབྱུང་གི་རིག་པ་ཕྲ་རགས་སྣ་ཚོགས་ཡོད་པ་དེ་རྟེན་འབྱུང་གི་རྣམ་གཞག་ཕྲ་རགས་སྣ་ཚོགས་ཡོད་པ་དེ་སྦྱར་བཞིན་པ་བྱུང་བ་ཡིན་ན་གནས་ཚུལ་མང་པོ་གཅིག་ལ་སྦྱར་རྒྱུ་ཞུས་པ་དང་ཕན་ཐོགས་ཡོད་པ་ཅིག་ཆགས་ཀྱི་ཡོད་རེད། དཔེར་ན་དེང་རབས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལྟ་བུ་ཅིག་ལ་ཆགས་ཚུན་པ་ཡིན་ནས། སྤྱི་ཚོགས་ཚན་རིག་པས། དེང་རབས་ཀྱི་སྤྱི་ཚོགས་ཚན་རིག་པས་ག་རེ་བཤད་ཀྱི་ཡོད་རེད་ཅེ་ན། སྤྱི་ཚོགས་ཞེས་པ་དེ་མི་མང་པོ་གཅིག་གིས་མཉམ་གཏོར་རུག་རུག་བྱས་པ་ལ་ཡང་ལབ་ཀྱི་ཡོད་མ་རེད། དཔེར་ན་ལམ་ཁ་ཞན་ཐུར་ར་བ་དེ་འདྲས་དང། མེ་འཁོར་འབབ་ཚུགས་ར་བ་དེ་འདྲའི་ནང་ལ་མི་མང་པོ་ཧྲིལ་པོ་གཅིག་རུག་རུག་བྱས་ནས་ཡོད་རེད་དེ། དེ་འདྲས་ཀྱི་རུག་རུག་ཡོད་པ་དེ་འཚང་ཁ་རེད་མ་གཏོགས། སྤྱི་ཚོགས་ངོ་བོ་མཚོན་གི་མ་རེད། ད་སྤྱི་ཚོགས་ངོ་བོ་ག་འདྲས་བྱ་དགོས་བ་རེད་ཟེར་ན་སྤྱི་ཚོགས་ཟེར་ཡ་དེ་གང་ཟག་ཕན་ཚུན་འབྲེལ་བ་མི་གསལ་བ་ཅིག་ཡོད་པའི་རྒྱུ་མཚན་ལ་བརྟེན་ནས་སྤྱི་ཚོགས་ཀྱི་ཐ་སྙད་བྱེད་དགོས་བ་རེད། དེ་ཡིན་ཙང་སྤྱི་ཚོགས་ཀྱི་ལས་འགན་དང་སྤྱི་ཚོགས་ཀྱི་ཐོབ་ཐང་དང་སྤྱི་ཚོགས་ལ་བརྟེན་ནས་གང་ཟག་སྒེར་ལས་ཡ་ཕན་ནུས་མང་པོ་འབྲེལ་ཡ་གི་གནས་སྟངས་དེ་ག་རེའི་ཐོག་ནས་ཡོང་དགོས་བ་རེད་ཟེར་ན།

གང་ཟག་ཁ་ཤས་ཀྱི་ཕ་མ་བརྗེ། གང་ཟག་ཁ་ཤས་ཀྱི་བུ་ཕྲུག་བརྗེ། གང་ཟག་ཁ་ཤས་ཀྱི་ཁྱིམ་ཐབ་བརྗེ། གང་ཟག་ཁ་ཤས་ཀྱི་སྤུན་སྤུན་ཉེ་བརྗེ། ཨ་འདུག་བྱས་ནས་དེ་འདྲས་ཀྱི་འབྲེལ་ལམ་མང་པོ་ཅིག་ཡོང་དུས་སྐབས་ལ་ཡ། འབྲེལ་ལམ་དེ་བཅས་དེ་གཅིག་ལ་གཅིག་གིས་ལྟོས་པའམ་གཅིག་ལ་གཅིག་བརྟེན་ནས་བྱུང་བ་ཅིག་ཆགས་ཀྱི་ཡོད་རེད། བརྟེན་པའི་ཙམ་དུ་མ་ཟད་པའི་བསྟན་པ་འདི་ལ་ཡང་འབྲེལ་ལམ་ཐུན་མོང་མ་ཡིན་པ་ཅི་འབྲེལ་བ་ཐུན་མོང་མ་ཡིན་པ་ཅི། འབྲེལ་བ་ཟེར་ཡ་དེ། ནང་པའི་གཞུང་ནས་བཤད་ཚུལ་བྱ་བ་བྱས་པ་ཡིན་ན། འབྲེལ་བ་ལ་ཡང་དེ་བྱུང་གི་འབྲེལ་བ་དང་བདག་བྱེད་ཀྱི་འབྲེལ་བ་ཟེར་ཡ་གཉིས་རེད། ད་དེ་བྱུང་གི་འབྲེལ་བ་ཟེར་ཡ་དེ་རྒྱུ་དང་འབྲེལ་བའི་འབྲེལ་བ་དེ་རེད། བདག་བྱེད་ཀྱི་འབྲེལ་བ་ཟེར་ཡ་དེ་རང་བཞིན་ལྷན་སྐྱེས་པའི་འབྲེལ་བ་དེ་རེད། ལྡོག་ཕྱོགས། ལྡོག་པའི་ངོས་ནས་ད་ཞག་དུས་འགའ་ལ་ཡང་འབྲེལ་བ་དེ་དུ་མ་མ་ཡིན་པ་ཞིག་ཁོ་རང་གོ་ཡ་ཡོད་རེད། བྱས་ཙང་དེ་གཉིས་གང་རུང་དེ་ད་ལྟའི་གནས་སྐབས་ཀྱི་དེང་རབས་ཀྱི་ཚན་རིག་པས་བཤད་དང་བྱས་པ་ཡིན་ན་ཡང། དེ་ད་འདྲ་བོ་ཞིག་འདྲ་རེད་ལྕི་བ་ཞིག་འདྲ་རེད། བྱས་ཙང་རྟེན་འབྲེལ་གྱི་རྣམ་གཞག་ལ་བརྟེན་ནས་ད་ལྟའི་ཤེས་ཡོན་མང་པོ་གཅིག་གི་ནང་ལ་ང་རང་ཚོའི་རྟེན་འབྲེལ་གྱི་རྣམ་གཞག་དེ་གཞིག་ཚ་བོ་གཅིག་དང་གཏིང་ཟབ་བོ་གཅིག་ཕྱིན་པ་ཡིན་ན། དེང་རབས་ཀྱི་ཤེས་ཡོན་མང་པོ་གཅིག་གི་ནང་ལ་འདི་ཕན་ཐོགས་ཡོང་ཡ་གཅིག་འདུག་ཟེར་ཆགས་དགོས་བ་རེད། བྱས་ཙང་སྤྱི་ཚོགས་ཀྱི་འབྲེལ་ལམ་ཟེར་ཡ་དེ་ད། མཉམ་རུབ་དང་མཐུན་འགྱུར་གྱི་འབྲེལ་ལམ་གཅིག་དང། འགལ་ཟླ་དང་འགྲན་རྩོད་ཀྱི་འབྲེལ་ལམ་གཅིག་ད་ཐ་དད་གཉིས་ཡོང་གི་ཡོད་རེད་བ། ད་ག་ན་བཞིན་རྟེན་འབྱུང་གི་ནང་ལོགས་ལས། མཐུན་འགྱུར་གྱི་འབྲེལ་བ་བྱེད་པའི་སྐབས་ལ། ལྕི་བ་དང་གོང་འཕེལ་དུ་འགྲོ་བ། འགལ་ཟླའི་འབྲེལ་བ་བྱུང་པའི་སྐབས་ལ། འགག་པ་དང། དེ་ནས། ཇེ་ཉུང་དུ་འགྲོ་བ། ལྟ་སྟེ། ཕལ་ཆེར་ཕྱིའི་དངོས་པོ་ལ་བལྟས་ན་མཐོང་ཡ་ཡོད་པ་རབ་ཆེ་རེད། ས་བོན་ལྟ་བུ་གཅིག་ལ་མཚོན་པ་ཡིན་ནས་ས་བོན་ལ། མྱུ་གུ་ལྕི་བའི་ནུས་པ་ཡོད་རེད་དེ་མྱུ་གུ་ལྕི་བའི་ནུས་པ་དེ། ག་དུས་མངོན་པར་གསལ་བར་བྱེད་ཀྱི་རེད་ཅེ་ན། ཆུ་དང་ལུད་དང་དྲོད་དང་གཤེར་ལ་སོགས་པའི་ཆ་ཅན་གཞན་པ་གང་ག་འཛོམས་པ་ཡིན་ན་ཨེ་ནི་ཕྱི་ནས་ཁོའི་ནུས་པ་དེ་མངོན་པར་གསལ་བར་བྱེད་ཀྱི་རུ་བ། དེ་འདྲ་བའི་ནུས་པ་དེ་མངོན་པར་གསལ་བར་གར་ཅན་བྱེད་ཀྱི་བ་རེད་ཅེ་ན། ཆུ་དང་ལུད་དང་དྲོད་དང་གཤེར་ལ་སོགས་པ་དེ་ཚོས་ཕན་ཚུན་གཅིག་ཕན་གཅིག་གྲོགས་བྱས་ནས། ཕན་ཚུན་རོགས་རམ་བྱས་ནས། མཉམ་རུབ་ཀྱིས་མཐུན་སྦྱོར་གྱི་ལས་ཀ་བྱས་ནས། དེ་ལ་བརྟེན་ནས་འབྲས་བུ་གསར་བ་ཅིག་སྐྱེ་ཡོང་གི་བ་རེད། ད་ལྟའི་འགལ་ཟླ་གི་ཕྱོགས་སུ་བཞག་པ་ཡིན་ན་ཆུ་ལུད་དྲུས་ཆེན་རྫོང་གཡག་གི་ཚབ་ལ་ཡབ། ས་བོན་ལྟ་བུ་ཅིག་ཆུའི་ནང་ལ་རོལ་སོང་བ་དང། ཁོ་ཆ་མཉམ་པའི་འབྲེལ་བ་ཡག་པོ་ཅིག་མ་བྱུང་བ་བྱས་ནས་མིའི་ནང་ལ་ཚིག་སོང་བ་དང། སྤྱི་བཏང། ས་བོན་ལ་མྱུ་གུ་བཅོས་ནུས་པ་སྨིན་པར་བྱེད་པ་ལ་ཆུ་ཡི་དགོས་མཁོ་ཡོད་རེད་དྲུས་ཡི་དགོས་མཁོ་ཡོད་རེད། ཡིན་ན་ཡང་ཆུ་རྐྱང་པའི་ནུས་པ་དེ་ཕྱི་རུ་ཕྱིན་ནས་གཞན་པའི་ནུས་པ་ཉུང་རུ་ཕྱིན་མིའི་ནུས་པ་རྐྱང་རྐྱང་ཕྱི་རུ་ཕྱིན་ནས་གཞན་པའི་ནུས་པ་ཉུང་རུ་ཕྱིན་པ་ཡིན་ན། འབྲེལ་བ་དེ་ཆ་མ་མཉམ་བའི་ཆ་བ་ཡིན་རྒྱུ་མཚན་གྱིས། འབྲས་བུ། ས་བོན་འབྲས་བུ་འབྱིན་པའི་ནུས་པ་དེ་སྨིན་མ་ཐུབ་པར་བྱས་ནས། འབྲས་བུ་རྙེད་པའི་ནུས་པ་དེ་འཕྲོ་བརླག་འགྲོ་ཡ་ཇི་རེ་བ་བརླག་འགྲོ་ཡ་ཇི། འོན་དེ་འདྲ་ཡིན་ཙང་འབྲེལ་བ་ཟེར་ཡ་དེ་གཏན་གྱི་འབྲེལ་བར་འབྱུང་ཟེར་བ་ཡིན་འབྲེལ་བ་དེ་མཐུན་ཕྱོགས་ཀྱི་འབྲེལ་བ་དང་མི་མཐུན་ཕྱོགས་ཀྱི་འབྲེལ་བ། གཉིས་ཀྱང་ལོག་ལ་ལྟ་ཡང་ཡོད་པ་ཅི་རེད། བྱས་ཙང་འཇིག་པའི་ཆོས་ཅན་དེ་ཚོ་ཡང་འབྲེལ་བའི་གནས་ཚུལ་ཇི་རགས་པ་བྱུང་པའི་སྐབས་ལ་དངོས་པོ་རྣམས་འཇིག་པར་འགྱུར་ཡག་དང་འབྲེལ་བའི་གནས་ཚུལ་ཇི་རགས་པ་གཞན་དག་ཅིག་བྱུང་བའི་སྐབས་ལ་ཡང་ཅི་བཞིན་ཕུལ་བར་བྱེད་པ་ལ་སོགས་པ་དེ་འདྲས་ཆགས་ཀྱི་ཡོད་རེད། བྱས་ཙང་སྤྱི་ཚོགས་བརྟན་བརླིང་གནས་པ་ཞིག་དགོས་ཀྱི་ཡོད་ན་སྤྱི་ཚོགས་ནང་གི་འབྲེལ་ལམ་དེ་མཐུན་འགྱུར་གྱི་འབྲེལ་ལམ་མ་གཏོགས་འགྲན་རྩོད་ཀྱི་འབྲེལ་ལམ་མིན་པ་ཞིག་བྱུང་བ་ཡིན་ན། ད་དེང་རབས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ཀྱི་ནང་ལ་ཡང་སྤྱི་ཚོགས་ཀྱི་འབྲེལ་བ་ཞིག་དགོས་ཀྱི་ཡོད་པ་ཤེས་པ་གང་ཞིག་མཆིས་ལ། འབྲེལ་བ་དེ་མཐུན་ཕྱོགས་ཀྱི་འབྲེལ་བ་དང། འགལ་ཟླའི་འབྲེལ་བ་དེ་དབྱེ་བ་མ་ཕྱེ་བ་བྱས་ནས་ད་གཙོ་ཆེ་བ་དེ་འགལ་ཟླའི་འགྲན་རྩོད་ཀྱི་འབྲེལ་བ་དེ་གཙོ་བོར་བཏོན་པ་ཡིན་ཙང་ད་ལྟའི་སྤྱི་ཚོགས་ཀྱི་ནང་ལ་བརྟན་བརླིང་མེད་པ་ལྟར་ག་དུས་ཡིན་ནའི་རྙོག་གྲ་མང་པོ་ཡོང་ཡག་སྟེ། འབྲེལ་བའི་གནས་ཚུལ་ངོས་ཟིན་སྟངས་དང་དེ་ལག་ལེན་བསྟར་སྟངས་ཀྱི་ཁྱད་པར་ཅིག་འགྲོ་བསྡད་ཀྱི་ཡོད་རེད་པ། དག་ནང་བཞིན་ཆབ་སྲིད་ལ་མཚོན་པ་ཡིན་ན་ཡང་ཆབ་སྲིད་ཀྱི་གནས་ཚུལ་ཡོངས་སུ་རྫོགས་པ་དེས་སྤྱི་ཚོགས་ཀྱི། རྟེན་ཅིང་བསྟུན་ནས་བསྒྲུབ་པ་ནང་བཞིན་ཆབ་སྲིད་སི་ཡ་དེ་རྟེན་ཅིང་བསྟུན་ནས་བསྒྲུབ་དགོས་པ་ཞིག་དང། ལྷག་པར་དུ་ད་རི་སང་ཉིད་ད་རྒྱལ་ཁབ་མང་པོའི་རྒྱལ་གཅེས་དང་རྒྱལ་དམངས་ཀྱི་གནས་ཚུལ་དུ་ཆེད་དེ་ཕན་ཚུན་གཅིག་ལ་གཅིག་རྟེན་ཡིན་པ་དེ་ཡག་པོ་ཅིག་ཤེས་བྱས། དེའི་གནས་སྟངས་ཀྱི་དེའི་འབྲེལ་བ་དེ་ཚུལ་དང་ལྡན་པ་ཅིག་བསྒྲུབ་ཐུབ་པ་ཡིན་ན་སྤྱི་ཚོགས་བརྟན་ལྷིང་དང། སྤྱི་ཚོགས་ལྷིང་འཇགས་ཡོང་ཡག་གི། གནས་སྐབས་ཡོད་པ་ཡོད་པ་ཞིག་ལྟ། དེ་འབྲེལ་བ་དེ་ག་དུས་ཡིན་ནའི་འཐབ་རྩོད་དང་འགྲན་རྩོད་ཀྱི་འབྲེལ་བ་ཅིག་ལ་ཆགས་གསུངས་པ་ཡིན་ན་ཆབ་སྲིད་ཀྱི་གནས་བབ་བརྟན་པོ་མེད་པ། དེ་དང་ཕྱོགས་མཚུངས་པའི་དཔལ་འབྱོར་དེ་དག་ནང་བཞིན་རེད། དཔལ་འབྱོར་གྱི་གནས་བབ་ལ་ཆ་བཞག་པ་ཡིན་ནའི་དཔལ་འབྱོར་དེ་གང་ཟག་སྒེར་གཅིག་དང། མི་རིགས་སྒེར་གཅིག་དང་སྤྱི་ཚོགས་སྒེར་གཅིག་ལ་ཡ་གང་གང་ཡོང་ཡ་ཡོད་པ་ཅིག་མ་རེད་ག་དུས་ཡིན་ནའི་ཕན་ཚུན་གཅིག་ལ་གཅིག་བརྟེན་ནས། ཁ་ཤས་ཀྱིས་ཉོ་མཁན་བྱེད་ཁ་ཤས་ཀྱིས་འཚོང་མཁན་བྱེད་ཁ་ཤས་ཀྱིས་ཐོན་ཆས་བཟོ་མཁན་བྱེད་འོ་དེ་འདྲའི་ཅིག་ད་མང་པོ་གཅིག་གི་བར་སྟེང་ཅིང་བསྟུད་པ་ལ་བརྟེན་ནས་དཔལ་འབྱོར་ཡར་རྒྱས་འགྲོ་དགོས་ཡ་ཅིག་རེད་མ་གཏོགས་ཁེར་རྐྱང་ཟུར་དུ་བསྡད་ནས་དཔལ་འབྱོར་ཡར་རྒྱས་འགྲོ་ཡ་མེད་པ་ཞིག་རེད། དེ་ཙམ་དུ་མ་ཟད་པའི་དཔལ་འབྱོར་ཡར་རྒྱས་ཀྱི་གནས་སྟངས་རྐྱང་རྐྱང་ལ་དེ་མ་བལྟས་པ་ཡིན་ན་ཡང། གང་ཟག་གཅིག་གི་མི་ཚེའི་ནང་ལ་དགོས་མཁོ་བསྒྲུབ་པའི་རིམ་པ་དེ་ཚོ་ལས། སྐྱེ་བོ་སྟོང་ཕྲག་མང་པོ་ཁྲི་ཕྲག་མང་པོའི་མཐུན་འགྱུར་ལ་བརྟེན་ནས་མཉམ་རུབ་ལ་བརྟེན་ནས་འཚོ་དགོས་ཡ་བྱེད་མ་གཏོགས། རང་ཁ་རང་གསོ་ཟེར་ཡ་ཚིག་ཅིག་ཡོད་རེད་དེ། གང་ལ་ཡང་མ་ལྟོས་པར་རང་ཁ་རང་གསོ་ཟེར་ཡ་དེ་ད་ཕལ་ཆེར་ཡོང་མི་ཐུབ་པ་ཅིག་རེད། སྲིད་གི་མ་རེད་ཟེར་ལབ་ན་ནི་སྲིད་གདའ་མ་ག་ཙམ་ཅིག་ཡིན་རྒྱུ་རེད་མ་གཏོགས། གཞན་ད་ལྟའི་སྤྱི་ཚོགས་ཀྱི་གནས་བབ་ལ་བལྟས་ན།

སྤྲིན་པས་བཏབ་མཁན། སྤྲིན་པས་དེ་བཟོས་ནས་སྐུད་པ་སྐྱོན་མཁན། སྐུད་པ་དེ་འཐག་ནས་རས་བཟོ་མཁན། རས་བཟོས་པའི་རྗེས་ལ་ཡང་རས་ཀྱི་བཟོ་གྲྭ་ནས་སོ་བཟོས་པ་ཚོས་རྒྱལ་ངན་གྱིས་མཚུངས་པའི་རིན་པ་དེ་ལ་ཚོན་བརྒྱབ་མཁན། དེ་ནས་དེ་ལ་ཚིམ་བུ་བརྒྱབ་མཁན་གྱིས་ཚིམ་བུ་བ། ལ་སོགས་པ་དག་ག་ཚོད་ཅིག་ཡོད་རེད་འདི་བལྟས་པ་ཡིན་ན། རས་ཁ་གང་ལ་ཡང་སྤྱི་བོ། སྟོང་ཕྲག་མང་པོས་འབད་རྩོལ་དང་མཐུན་འགྱུར་ལ་བརྟེན་ནས་ཡོང་བ་གཅིག་མ་གཏོགས་གང་ཟག་གཅིག་གིས་ལམ་སང་ལག་པ་འགུལ་ཆོག་བརྩམས་པ་ཙམ་བཏང་པ་ཙམ་གྱིས་ཡོང་མི་འཐུས་པ་རེད་བྱ་ཕོ་བ་གང་འཐུང་དགོས་བྱུང་བ་ཡིན་ནས་བྱ་དེ་བཏབ་མཁན་བྱ་དེ་བརྐོ་མཁན་བྱ་དེ་བཟོ་མཁན་དེ་ནས་བྱ་དེ་འཁྲུངས་ར་ལ་མ་ཁྱེར་ཡོང་ནས་སོ་སོའི་བར་དུ་བཅད་མཁན། དེ་ནས་གྱ་གཟུགས་ངན་གྱི་གང་ཟག་དེ་དང་མཉམ་དུ་ཆུ་དེ་དང་མཉམ་དུ་འོན་ཡག་གི་འོ་མ་སྔར་ཆར་ལ་བཟོ་བ་དེ་ཚོ་ཁ་ངར་ལ་བལྟས་པ་ཡིན་ན་སྤྱི་བོ་ཁྲི་ཕྲག་མང་པོ་འདི་ན་ཚུད་ཡོད་རེད་མ་གཏོགས་ང་ཚོ་ཐིབ་པ་ཆེན་པོའི་ལམ་ལ་བློ་སྦྱང་ཡང་སྐབས་ལ་ཡ་དྲིན་དྲན་བྱེད་པར་བ་ཟེར་ཡག་དེ་སེམས་ཅན་དྲིན་བྱེད་ཚུལ་ལ་བལྟས་པ་ཡིན་ན་གང་ལྟར་རང་གི་མི་ཚེའི་དགོས་མཁོ་ག་འདྲས་སྦྱིན་པ་ཡིན་ན་དགོས་མཁོ་ཆེ་དེ་ཚང་མ་ལོག། མི་མང་པོ་བཞི་བོ་གཅིག་ལ་བརྟེན་ནས་མི་མང་པོ་བཞི་བོ་གཅིག་ལ་ལྟོས་ནས་སེམས་ཅན་མང་པོ་བཞི་བོ་གཅིག་ལ་བརྟེན་ནས་བརྟེན་ཅིང་ལྟོས་ནས་གྲུབ་པ་ཤ་སྟག་ཅིག་མ་རྟོགས་པས། ལོངས་སྤྱོད་ཆའི་དངོས་པོ་དེ་རང་བབས་ཀྱི་ཁོ་རང་འདོད་ཚོགས་རྟོག་ཏུ་གྲུག་ཡོང་ཡ་བྱས་ཡོད་མ་རེད།

སུ་ལ་ཡང་མ་བསྟན་པ་སུ་ལ་ཡང་མ་བསྟོད་པ་སུ་ལ་ཡང་མ་འབྲེལ་བར་བྱས་ནས་ཡོན་ཡ་མེད་པ་དེ་ཕལ་ཆེར་དུ་རིགས་པས་བསྒྲུབ་མི་དགོས་པ་སུ་ཡིན་ནས་ལས་སླ་པོ་བྱས་ནས་ངོས་ཚུར་མཐོང་ཐོས་ཡག་གི་གནས་སྟངས་ཅིག་རེད་ཨོ་དེ་འདྲ་ཡིན་ཙང་ཕན་ཚུན་འཐབ་རྩོད་དང་འགྲན་བསྡུར་དང་འཚེ་བ་བྱས་ནས་རང་ཉིད་བདེ་བོ་གནས་མི་ཐུབ་ཡག་དང་རང་ཉིད་ཚོགས་མེད་ཐུགས་ཡ། དེས། བསྟན་འགྱུར་དངོས་རྣམ་ཤེས་ཡར་བུད་ཕྱིན་པ་ཡིན་ན། དངོས་སུ་བལྟས་པའི་སྐབས་ལ་མི་ལས་ཕ་ཚིལ་བ་བྱེད་པའི་བཟོ་ར་ཅི་ཡོད་རེད་མི་ལས་ཚིལ་བ་བྱས་དེ་རང་གི་དོན་དུ། རང་གི་མངོན་འདོད་སྒྲུབ་པའི་ཆེད་དུ་མི་ལས་ཚིལ་བ་བྱས་ར་ཅི་མཐོང་གི་ཡོད་རེད་དེ་དོན་དུ་ཚིལ་བ་དེ་རང་གིས་རང་ལ་ཚིལ་བ་དང་ཆད་པ་མེད་པ་ཅེས། གཞུང་ནས་གསུངས་པ་དེ་དངོས་ཡོད་གནས་སྟངས་རང་རེད། གང་ལྟར། རང་གི་མངོན་འདོད་ག་འདྲའི་ཅི་ཡིན་པ་ཡིན་ན་ཡང། གཞན་གྱི་དྲིན་ལ་བརྟེན་ནས་གཞན་ལ་ལྟོས་ནས་ཡོང་དགོས་ཡ་ཞིག་དང། དེ་འདྲ་ཡིན་ཙང་གཞན་ལ་འཚེ་བ་བྱས་པ་ཡིན་ན་མཐར་ཐུག་རང་ལ་འཚེ་བ་བྱེད་པ་ཆད་པ་མེད་པ་ཡོང་ཡ་སྟེ། རྟེན་འབྱུང་གི་རྣམ་གཞག་དེ་ཡག་པོ་ཕྱིན་པ་ཡིན་ན་ཁོ་ཁོ་ར་ཁོ་ཡོང་ཡ་དེ་གསལ་པོ་བཅས་མཐོང་ཐུབ་པ་རེད།